འདོད་པ་དང་པོ་རྣམ་སྨིན་གཉིས་འདོད་པ་ནས་འདོད་པར་སྐྱེ། དེ་ཡི་ཚེ་རྣམ་སྨིན་གྱི་དབང་དུ་བྱས་ནས་ལུས་སྲོག་གཉིས་གསར་དུ་ཐོབ་པར་གསུངས་ན་དེ་ཡང་མི་འཐད་པ་དག་སྔ་ནས་ལུས་སྲོག་གཉིས་དང་ལྡན་བཞིན་པ་ཡིན་པའི་ཕྱིར་ཞེས་རྩོལ། རེ་བ། ཞེས་བརྗོད་ཡང་གར་ཚེ་ཐོབ། གཟུགས་གསར་དུ་ཐོབ་ལ། མིག་གསར་དུ་མ་ཐོབ་པའི་མུ་ནི་མེད་དེ་ཟེར་ན་ག་རེ་ཡ། འོ་དེ་རེད་ཨ་ལས་དགུ་ཨ་གཟུགས་གསར་དུ་ཐོབ་ལ་མིག་གསར་དུ་ཐོབ་པའི། འོ་དེ་རེད་མུ་ནི་མེད་དེ་གཟུགས་མེད་ནས་ཁམས་འོག་མ་གཉིས་སུ་སྐྱེས་པ་དེའི་ཚེ་ཟེར་ག་རེ་ཡ། འོག་འདིར་གཟུགས་གསར་དུ་ཐོབ་པའི་དུས་ནི་ཁམས་འོག་མ་གཉིས་ཀྱི་བར་སྲིད་དུ་ཉེ་མཚམས་སྦྱོར་བ་ན་ཡིན་ལ། བར་སྲིད་རྫུས་སྐྱེས་ཡིན་པའི་ཕྱིར་རོ། བ་དང་དབང་པོ་ཀུན་ཚང་ཡིན་པས་ཁྱབ་པའི་ཕྱིར་རོ། འོག་ལྟར་སྟེ། རེ་ཅང་ཙམ་གཟུགས་གསར་དུ་ཐོབ་པའི་དུས་དེ་མ་ཐོབ་མེད་པར་འཆད། དེའི་ཚེ་མིག་གསར་དུ་མ་ཐོབ་བར་ཤ་ཐུག་མ་རུ་བ།

དེ་བཞིན་དུ། གར་སོགས་དང། དེ་བཞིན་དུ་མིག་དང་གཟུགས་དག་དང། མིག་ཤེས་དང་གཟུགས་དང་ཐོས་པ་དང་ལྡན་པས་མུ་བཞི་སོགས་ཀྱང་རིག་པར་བྱ་སྟེ་ཞེས་གསུངས་པའི་ཕྱིར་ཟེར་ཡང་མངོན་པའི་རྒྱན་དེའི་འཕྲོ་ལས། གར་སོགས་སོ། གཟུགས་གསར་དུ་ཐོབ་ལ་མིག་གསར་དུ་ཐོབ་པ་ནི་མེད་དེ་ཞེས་གསུངས་པས་དཔྱད་དོ། གཟུགས་གསར་དུ་ཐོབ་ལ་མིག་གསར་དུ་ཐོབ་པ་ནི་མེད་པས་ཁ་ཅིག་དེ་མི་འཐད་དེ། དེ་བཞིན་དུ་མིག་དང་གཟུགས། མུ་བཞི་སོགས་ཀྱང་ཤེས་པར་བྱ་སྟེ། ད་མུ་བཞི་མཚན་ཉིད་པ་དང་ཡོད་མ་རེད་པ་ད་མུ་གསུམ་མ་དོ་མེད་བར་བ་འོ་དེ་ཕྱིར། ད་མི་དབང་དང་ལྡན་ལ་གཟུགས་དང་མི་ལྡན་པའི་མུ་ནི་མེད་ལ་ཕྱིར། མི་དབང་དང་ལྡན་ལ་ནི་གར་སེར་སོང་ཡ་གཟུགས་དང་མི་ལྡན་པ་ཡོངས་ཤིག་མར་བ་ད་མེད་ལ། གཟུགས་དང་ལྡན་ལ་མི་དབང་དང་མི་ལྡན་པ་ནི་མངལ་དུ་ནུར་ནུར་པོ་སོགས་ཀྱི་སྐབས་དང་ཨ་ནི་ཁར་ཚིག་སོགས། འདོད་པའི་མིས་དམུས་ལོང་ལྟ་བུ་ལོང་ང་གཡོར་བ། གཉི་ག་དང་ལྡན་པ་དང་ཨ་ནི་གཉི་ག་མི་ལྡན་པ་ནི་ཤེས་པར་སླའོ། གཉི་ག་དང་ལྡན་པ་ནི་ཧ་གུ་རུ་བ། མིག་དང་ཡང་ལྡན་གཟུགས་དང་ཡང་ལྡན་པ་གར་རེ་ཟིན་ན་མིག་ཐོབ་ལ་ཨ་ནི་མ་ཉམས་པའི་གང་ཟག་དེ།

འོ་ལྷས་བསམ་གཏན་དང་པོའི་མི་གཤིས་མངོན་དུ་བྱས་ཏེ་གཟུགས་ལ་ལྟ་བ་དེའི་ཚེ་ག་རེ་ཡིན་པ་ཨཱ་སྱ། མི་གཤིས་གསར་དུ་ཐོབ་ལ་གཟུགས་གསར་དུ་མ་ཐོབ་བ་འོ་ད་དེ་ཡིན་པར་མི་ཤེས། དེའི་ཚེ། མི་གཤིས་གསར་དུ་ཐོབ་ལ་གཟུགས་ནི་སྔར་ནས་འདས་བཞིན་པ་ཡིན་པས་སོ། འོ་དེ་རེད་གཟུགས་གསར་དུ་ཐོབ་ལ་མི་གཤིས་གསར་དུ་མ་ཐོབ་བ་ག་རེ་བྱ། ཨཱ། གཟུགས་མེད་ནས་བསམ་གཏན་ཕྱི་མ་གསུམ་དུ་སྐྱེས་པ་དེའི་ཚེ་ན་དེའི་ཚེ་ག་རེ་ཡ།

ཨོ་དེ། མིག་གསར་དུ་ཐོབ་ལ། མིག་ཤེས་གསར་དུ་མ་ཐོབ་བ། མིག་ཤེས་གསར་དུ་ཐོབ་ལ་མིག་གསར་དུ། རིམ་པ། ཨོ་ད་དེ་མིག་ཤེས་དང་གཟུགས་གཉིས་ཀ་གསར་དུ་ཐོབ་བ་གཉིས་ཀ་གསར་དུ་མ་ཐོབ་པའི་མུ་སྤྱི་ཚིག་གིས། མིག་དང་ལྡན་ལ་གཟུགས་དང་མི་ལྡན་པ་ལ་སོགས་པའི། མིག་ཤེས་དང་མི་ལྡན་པ་ལ་སོགས་པ་ལྡན་མི་ལྡན་གྱི་མུ་སྤྱི་ཡི་ཚིག། ད་མིག་ཤེས་གསར་དུ་ཐོབ་ལ། གཟུགས་གསར་དུ་མ་ཐོབ་བ་གཟུགས་གསར། ད་དེ་ལ་མུ་གསུམ་མ་གཏོགས་མེད་པར་བྱས།

འོ་ད་རེ་ཐོབ་པ་ཡོད། གཞན་ཡང་གི་སྒྲས་བྲིས་པའི་མུ་བཞི་དང་གཟུགས་དང་ལྡན་པ་ལ་སོགས་པ་འཆད་པར་བྱེད་ཡང་ཁམས་དེ་དག་ལས་གཅིག་ཏུ་ནང་གི་ཡིན་པ་ནི་མིག་ལ་སོགས་པ་བཅུ་གཉིས་ཏེ། ནང་གི་བཅུ་གཉིས་བཤད་འོང་བོ། འོ་ད་རེ། ནང་གི་བཅུ་གཉིས་ཏེ་དེ་གང་ཞེ་ན། གཟུགས་དང་སོགས་པས་བསྡུས་པ། སྒྲ་དང་དྲི་དང་རོ་དང་རེག་བྱ་དང། ཆོས་ཀྱི་ཁམས་ཏེ་དྲུག་པོ་མ་གཏོགས་པའོ་ཟེར་བས། ག་རེ་ཡ། ནང་གི་བཅུ་གཉིས་ཟེར་དུས་ག་རེ་རེད། ནང་གི་བཅུ་གཉིས་ནང་གི་ཡིད་མིག་གི་རབ་དབྱེ་ནི་ཟེར་བ། ནང་གི་བཅུ་གཉིས་གཟུགས་ལ་སོགས། མ་གཏོགས་ཆོས་ཞེས་བྱ་བ་ནི་བསྟན་པ་ཐམས་ཅད་ལྷག་མ་ནི་དེ་ལྟར་གསུངས་པ་དག་ཀྱང་ཡིན། ད་ནང་གི་ཁམས་བཅོ་བརྒྱད་པའི་ནང་གི་ཡིན་པ་ནི་བཅུ་གཉིས་དེའི་ཕྱིར། འོ་དང་གཟུགས་དང་སོགས་པའི་སྒྲས་བསྡུས་པ་སྒྲ་དང་དྲི་དང་རོ་དང་རེག་བྱ་དང་ཆོས་ཀྱི་ཁམས་ཏེ་མ་གཏོགས་པའོ། ཕྱི་ཡི་ཁམས་དྲུག་ཅུ་དུ་བའོ། ད་དེ་མ་གཏོགས་པའི་ནི་ལྷག་མ་ཁམས་བཅོ་བརྒྱད་ཀྱི་ནང་ནས་ཡང་བསྟན་པ་སྟེ་དབང་པོའི་ཁམས་དྲུག་བསྟན་པ་རྣམ་ཤེས་ཀྱི་ཁམས་དྲུག་དྲུག་པོ་དེ་གར་ཡིན་པ། དྲུག་གཉིས་བཅུ་གཉིས་པོ་དེ་ནང་གི་ཡིན་ཕྱིར། རེད་གསུང་ངས། ཨོ་ཡ། བསྟན་པ་རྣམ་ཤེས་ཀྱི་ཁམས་དྲུག་དང་ཨ་ནི་ག་རེ་ཡིན་པ། སྟེང་འོག་སྒོའི་ཁམས་དྲུག་དེ་བཅུ་གཉིས་པོ་དེ་ནང་གི་ཡིན། ཕྱི་ཡི་ཁམས་དྲུག་པོ་དེ་ནང་གི་ཡིན་པས་མ་ཁྱབ་ཟེར་དགོས་མེད་འགྲོ། གཟུགས་སྒྲ་དྲི་རོ་རེག་བྱ་ཆོས། རེ་བ་དང་འོ་ད་དེ་ན་གཟུགས་ལ་སོགས་པ་དྲུག་ནི་ཕྱི་ཡི་ཡིན་པ་དྲུག་གོ། ཆོས་ཀྱི་ཁམས་ལ་འཚོ་བ་ལ་སོགས་པ་དང་མཚུངས་པ་ལྡན་པ་མཐའ། ཆོས་ཀྱི་ཁམས་ལ་འཚོ་བ་ལ་སོགས་པ་དང་མཚུངས་པ་ལྡན་པ་དང་ནང་གི་ཡིན་ལ་མཚུངས་པ་མི་ལྡན་པ་ཕལ་ཆེ་བ་དང་འདུས་མ་བྱས་དང་ཕྱི་ཡི་ཡིན་པས་གཉི་ག་ཡིན་པར་བཤད་པར་རིགས་མོད་ཀྱི་དེ་དོགས་གཅོད་ཀྱི་དུ་བ། ད་ཆོས་ཀྱི་ཁམས་ཡིན་ན། ཕྱི་ཡི་ཁམས་ཡིན་པས་འཁྱགས་འཐག་ད་གཟོད་བཏང་ན། འདོད་སྲེད་སྣ་ཚོགས་འགྲན་འདུ་བཞིན་གྱི་ཕུང་པོ་བཅུ་ཡོད་རེ་བ། ཨོ་ཡ། སེམས་བྱུང་སེམས་བྱུང། རེ་བ། སེམས་བྱུང་གང་ཡིན་པ་དེ་ཆོས་ཅན་ཟེར། སེམས་བྱུང་གང་ཡིན་པ་དེ་ཆོས་ཀྱི་ཕྱི་ཡི་ཁམས་ཡིན་པ་ཐག། རེ་བ། འདོད་བ་སེར་སྣ་རྒྱུད་ཀྱིས་མ་འདུས་པ་ཡིན་པ་དག་གཟིགས་རེ་བ་དང། ཆོས་ཀྱི་ཁམས་ཚོར་བ་ལ་སོགས་པ་དང་མཚུངས་པ་ལྡན་པ་དག་དེ་དག་ནི་ནང་གི་ཁམས་རེད་ཅེས། མཚུངས་པ་མི་ལྡན་པའི་འདུ་བྱེད། མཚུངས་ལྡན་མ་ཡིན་པའི་འདུ་བྱེད་ཕལ་ཆེ་བ། མཚུངས་ལྡན་མ་ཡིན་པའི་འདུ་བྱེད་ཟེར་ན་མཚན་ཉིད་སྐྱེ་སོགས་བཞི་ལ་སོགས་པ་ཕལ་ཆེ་བ་དང། འདུས་མ་བྱས་དག་ཕྱིས་ཡིན་པས་གཉི་ག་ཡིན་པར་བཤད། རིགས་མོད་ཀྱི་གཉི་ག་ཡིན་པར་བཤད་ན་ཡང་ནི་བཤད་རིགས་རེད། འོན་ཀྱང་ཕྱི་ཡི་སྐྱེ་མཆེད་དྲུག་ཞེས་གྲགས་པ་དང་ཐུབ་པའི་དབང་དུ་མཛད་ནས་བཤད་པར་མངོན་ནོ། ད་འདི་འདི་ནང་ལ་བྱེད་ཀྱི་ཡིན་ན་མཚུངས་ལྡན་དུ་གཟུགས་དང། ནང་གི་སྐྱེ་མཆེད་ཡིན་དོགས་འདུག་གསུངས་འདུག་བ། རེད་བ། མཚུངས་ལྡན་དུ་གཟུགས་ནང་གི་ཡིན་གསུངས་འདུག་བ། མཚུངས་ལྡན་དག་ནང་གི་ཡིན་དོགས་འདུག་གསུངས་ཤིང་ང་རང་ཚོའི་མ་ལམ་རྒྱུད་བྱེད་ཀྱི་ཡིན་ན་ཕྱི་ཡི་སྐྱེ་མཆེད་དྲུག། རེད་བ། ནང་གི་སྐྱེ་མཆེད་དེ་ལ། རུ་བ་དང་མིག་སོགས་དབང་པོ་དྲུག། བརྟན་པ་རྣམ་ཤེས་ཀྱི་ཁམས་དྲུག་དེ་གས་ཏེ་ནང། ཕྱི་ཡི་སེ་ཡ་སྟེ་རྟ་གཟུགས་སྒྲ་དྲི་རོ་རེག་བྱ་ཡིད་ཀྱི་རྣམ་ཤེས་ཀྱི་ཡུལ་དུ་གྱུར་པའི་ཆོས་དེ་ལ་ཕྱི་ཡི་སེ་ཡ་སྟེ་ཞག་དགུ། དེ་ཡིན་དུས་རྩ་གནས་དང། ནང་གི་ཡིད་མིན་སེ་ཡ་སྟེ། དོན་ཞོག་ཟིག་ཡིན་ན་རྒྱུད་ཀྱི་བསྡུས་མ་བསྡུས་ལ་བཞག་པ་ཡིན་ན་ནི་གཟུགས་ལ་ཡང་གཉིས་ཡོད་འགུལ་རེ་བ། སྒྲ་ལ་ཡང་གཉིས་ཡོད་འགུལ་རེ་བ། འོ་ད་དེ་དྲིའི་རོ་རེག་བྱ་ལ་ཡང་གཉིས་གཉིས་ཡོད་འགུལ་རེ་བ། ད་ཤེས་པ་ཡིན་མིན་གྱི་ཆ་ནས་ནང་གི་ཡིན་མིན་བཞག་གི་ཡོད་ཡིན་པ་ནོ། ཤེས་པ་ཡིན་མིན་གྱི་ཆ་ནས་བཞག་པ་ཡིན་ན་མཚུངས་ལྡན་གང་ཡིན་པ་དེ་ནང་གི་ཡིན་བཞག་གོ། ནང་གི་སྐྱེ་མཆེད་ཡིན་པ་དང་ད་སྲིད་དང་ན་རེ་བ་ད་དེའི་དོགས་པ་ཡོད། ད་ཕྱི་མཚུངས་ཀྱི་གསུང་ཟིན་ལྟར་བྱས་ན་ག་རེ་རེད་སུ་ཡང་ཆོས་ཀྱི་ཁམས་ལ་སོགས་པ་ཚོར་བ་དང། ཚོར་བ་ལ་སོགས་པ་དང་མཚུངས་པ་ལྡན་པ་དག་ནང་གི་སྐྱེ་མཆེད་ཡིན་ལ་མཚུངས་པ་མི་ལྡན་པའི་འདུ་བྱེད་མཚུངས་ལྡན་དུ་གཟུགས་གང་ག་ལོ་ནང་གི་སྐྱེ་མཆེད་ཡིན་པས་སོར་བཤད་དུ་བ། ག་རེ་རེ་ཟིག་ཡིན་ན་ཕྱི་ཡི་སྐྱེ་མཆེད་དྲུག་པོ་དེ་ནི་ནང་གི་སྐྱེ་མཆེད་མ་ཡིན་ཟེར་ཡ་སྟེ་འཇིག་རྟེན་གྲགས་ཚོད་ཀྱི་དབང་དུ་བྱས་པ་ཡིན། བ་ལྟ། མ་གཏོགས་ཅི་ལྟར་ནས་མཚུངས་ལྡན་དེ་ག་དེ་ནང་གི་སྐྱེ་མཆེད་རེད་ཡིན་ཏོ། འདིར་ནང་དང་ཕྱི་ནི་སེམས་ཅན་གྱི་རྒྱུད་ཀྱིས་བསྡུས་པ་དང་མ་བསྡུས་པ་ལ་བརྗོད་འདོད་ཀྱིས་བྱ་བར་ལྟ་སྟེ་ཟེར། བདག་ལ་ནང་དང། བདག་མེད་པ་ལ་ཕྱི་ཡིན་ནོ་ཞེས་ཕྱི་རོལ་པའི་བཏགས་པ་ལྟར་ནི་མ་ཡིན་ནོ། ཕྱི་རོལ་པའི་ནང་ཟེར་དུས་བདག་ལ་བཞག། བདག་མ་ཡིན་པའི་ཆོས་དེ་ག་དེ་ལ་ཕྱི་ཟེར་བཞག་གི་ཡོད་ཡིན་ནོ། འདི་ནི་མ་རེད་ཆ། འོ་ན་ལུང་བསིལ་བུ་ལས། བདག་ཉིད་བདག་གི་མགོན་ཡིན་གྱི་ཞལ་ནས་སུ་ཞིག་མགོན་འདུག་ཅེས་ཁས་པའི་འོག་དེར་བདག་ཉིད་ཤིན་ཏུ་ནི་དུལ་བའི་མཐོ་རིས་ཐོབ་པར་འགྱུར་ཞེས་གསུངས་པ་དང་འགལ་ལོ་ཞེ་ན། དེ་ནི་སེམས་ལ་བདག་གི་སྒྲས་བརྗོད་པ་ཡིན་ཏེ། སེམས་ལ་བདག་གི་སྒྲས་བརྗོད་པ་ཡིན་དེའི་མཇུག་ཐོགས་སུ་གཟུང་བ་དཀའ་ཞིང་མྱུར་བར་འཇུག་གང་དུ་འདོད་པ་དེར་འཇུག་ཅིག། སེམས་དུལ་བ་ནི་ལེགས་པ་སྟེ་སེམས་དུལ་བས་ནི་བདེ་བ་འདི་ཤེས་གསུངས་པའི་ཕྱིར་རོ། ད་འདི་ངས་འདི་ན་དོགས་གཅོད་རྟོགས་ཤིག་ཡོད་རེ་བ། འདི་ནང་གི་ཡིན་པ་ཡ། ནང་གི་ཡིན་མིན་ཟེར་ཡ་དེ་ན། འོ་ད་དེ་རེད་ཡིན་པ་རེད། ཁམས་བཅོ་བརྒྱད་པོ་དེ་དག་ལས་ནང་གི་ཡིན་པ་ནི་སྟེང་དབང་པོའི་བསྟན་པ་རྣམ་ཤེས་བཅུ་གཉིས་སོ་ལྷག་མ་དྲུག་ནི་ཕྱི་ཡི་ཁམས་ཡིན་དེ་ལ་ཁོ་ན་རེ་གཟུགས་སོགས་དངོས་པོ་ལྔ་ཆོས་ཅན། རེ་བ། མཐའ་གཅིག་ཏུ་ཕྱི་ཡི་ཁམས་ཡིན་པ་དག་གཟུགས་ལ་སོགས་པ་མ་གཏོགས་ཞེས་གསུངས་པའི་ཕྱིར། འདོད་ན་ཆོས་ཁམས་སུ་གྱུར་པས་ཟེར་བ་ལྟ་བུ། འདི་རེའོ། དེ་གཟུགས་སོགས་ཡུལ་དྲུག་ཅུ། ཆོས་ཁམས་སུ་གྱུར་པའི་སེམས་བྱུང་དང་རྒྱུད་ཀྱིས་བསྡུས་པའི་གཟུགས་སྒྲ་དྲི་རོ་རེག་བྱ་སོགས་ཆོས་ཀྱི་ཕྱི་ཡི་ཁམས་ཡིན་པ་དག་འདོད་པའི་ཕྱིར། འདོད་མི་ནུས་ཏེ་དེ་དག་ནང་གི་ཁམས་ཡིན་པའི་ཕྱིར་ཏེ་རྒྱུད་ཀྱིས་བསྡུས་པའི་ཕྱིར། ཁྱབ་སྟེ། མཛོད་འགྲེལ་ཐར་ལམ་གསལ་བྱེད་ལས། འདི་ནི་ཕྱི་ནང་གི་དོན་ནི་སེམས་ཅན་གྱི་རྒྱུད་ཀྱིས་བསྡུས་པ་དང་མ་བསྡུས་པ་ལ་བརྗོད་པར་འདོད་ཀྱི། བདག་ཡོད་མེད་དང་ཕྱི་དང་ནང་ཕྱི་རོལ་པས་བཏགས་པ་དང་མིན་ནོ་ཞེས་གསུངས་པའི་ཕྱིར་འགྲེལ་པ་དངོས་པའི་སྐྱོན་ལས་ཀྱང། འདིར་ནང་དང་ཕྱི་ནི་སེམས་ཅན་གྱི་རྒྱུད་ཀྱིས་བསྡུས་པ་དང་མ་བསྡུས་པ་ལ་བརྗོད་པར་འདོད་ཀྱི། བདག་ལ་ནང་དང། ནི་བདག་མེད་པ་ལ་ཕྱི་ཡིན་ནོ་ཞེས་ཕྱི་རོལ་པས་བཏགས་པ་དང་མ་ཡིན་ནོ་ཞེས་གསུངས་པའི་ཕྱིར་རོ། འདིར་ཁ་ཅིག་གིས། ཁམས་བཅོ་བརྒྱད་ལས། གཅིག་ཏུ་ནང་གི་ཡིན་པ་དང་ཕྱི་ཡི་ཡིན་པ། བརྩི་རུང་དུ། གར་ས་བརྩི་རུང་དུ་ཡོད་བརྩི་བ་ཡིན་པས། ཕྱི་ཡི་ཡིན་པ་བརྩི་རུང་བ་དུ་ཡོད་བརྩི་བ་ཡིན་པས། གཟུགས་སོགས་ཡུལ་དྲུག་པོ་གང་རུང་ལ་ཕྱི་ཡི་དང་ནང་གི་གཉིས་ཆར་བརྩི་རུང་ཟེར། དེ་ལ་འགའ་ཞིག་ན་རེ་འོ་ན་མིག་ཤེས་དང། ཡིད་ཀྱི་རྣམ་ཤེས་ཀྱི་ཤེས་པར་བྱ་བ་དེ་ལ་འོ་ད་དེར་ཡང། འོ་ན་རེ་གཉིས་ཀྱི་རྣམ་ཤེས་ཕྱི་ཡི་ང་སེ་ཡ་ཅིག་ཏུ་བ། འོ་ད་དེ་དང་འགལ་བའི་མགོ་ཡང་རེད། འོ་ན། གཉིས་ཀྱི་རྣམ་ཤེས་ཟེར་ཏེ་ག་རེ་ཡ། མིག་ཤེས་དང། ཡིད་ཤེས་གཉིས་ཀས་ཤེས་པར་བྱ་བ་ཅིག་ཡོད་རེད་བ། གཉིས་ཀྱི་རྣམ་ཤེས་ཕྱི་ཡི་ང་ཤེས་པར་བྱ་བ་དེ་ལ་ཕྱི་ཡི་སྐྱེ་མཆེད་དང་པོ་ལྔ་པོ་གང་རུང་ཡིན་པས་མ་ཁྱབ་བ་དག། གཉིས་ཀྱི་རྣམ་ཤེས་ཕྱི་ཡི་ང་ཆེ་བར་འདོད་པའི་ཕྱིར། འདོད་མི་ནུས་དུས་གཉིས་ཀྱི་རྣམ་ཤེས་ཕྱི་ཡི་ང་ཞེས་གསུངས་པའི་ཕྱིར་དང། འོ་ད་རེ། རེ་བ། ཡིད་ཤེས་དང་མི་ཤེས་གཉིས་ཀས་ཤེས་པར་བྱ་བས། གཉིས་ཀས་ཤེས་པར་བྱ་བ། མེ་དང་དབང་ཤེས་ལྔ་ལ་བཞག་མིག་ཤེས་གཅིག་བ་ཨ་ཡིན་ལྟ། དབང་ཤེས་དང་ཡིད་ཤེས་གཉིས་ཀས་ཤེས་པར་བྱ་བ་དེ་ཕྱི་ཡི་སྐྱེ་མཆེད་ལྔ་པོ་དེ་ཡིན་གསུང་བར་གོ་གསུང་བ་ལྟ། དེ་ཡིན་ཙང་དབང་ཤེས་དང་ཡིད་ཤེས་གཉིས་ཀས་ཤེས་པར་བྱ་བ་ལ་ཕྱི་ཡི་སྐྱེ་མཆེད་ཡིན་པས་ཁྱབ་བ་དག། འདོད་ན་རྒྱུད་ཀྱིས་བསྡུས་པའི་གཟུགས་སོགས་གཟུགས་དེ་ཆོས་ཕྱི་ཡི་སྐྱེ་མཆེད་ཡིན་པ་དག་རྣམ་ཤེས་གཉིས་ཀས་ཤེས་པར་བྱ་བ་ཡིན་པའི་ཕྱིར། དེ་ཅིག་འགལ་ཡང་དགོས་འདུ་བ། གཞན་ཡང་རྒྱུད་ཀྱིས་བསྡུས་པའི་གཟུགས་སྒྲ་དྲི་རོ་རེག་བྱ་རྣམས་ཆོས་ཅན། ནང་གི་སྐྱེ་མཆེད་ཡིན་པ་དང་འདོད་པའི་ཕྱིར། འདོད་ན། ནང་གི་སྐྱེ་མཆེད་མིག་སོགས་དབང་པོ། ནང་གི་སྐྱེ་མཆེད་མིག་སོགས་དབང་པོ་ལྔ་པོ་གང་རུང་དུ་ཐ་ནང་གི་སྐྱེ་མཆེད་ཡིན་པའི་ཕྱིར་ཁྱབ་སྟེ། སྐྱེ་མཆེད་བཅུ་གཉིས་དུ་ཕྱེ་བ་ན་ནང་གི་དྲུག་དང། ཕྱི་ཡི་དྲུག་ཏུ་འཇོག་པའི་ཕྱིར། ད་སྐྱེ་མཆེད་བཅུ་གཉིས་ཕྱེ་ན་ག་རེ་ཡང། ནང་གི་སྐྱེ་མཆེད་ལ་དྲུག། ཕྱི་ཡི་སྐྱེ་མཆེད་ལ་དྲུག་ཞག་རེ་བ། དེ་ཡི་སྲིད་དུ། རྒྱུད་ཀྱིས་མ་བསྡུས་རྒྱུད་ཀྱིས་བསྡུས་པའི་གཟུགས་སོགས་ཆུ་བཅུ་ཕྱི་ཡི་སྐྱེ་མཆེད་ཡིན་པ་དག་དག་སྲིད་དང་གི་རེ་བ་དང། ཕྱི་ཡི་སྐྱེ་མཆེད་ཡིན་པ་དག་གཟུགས་སོགས་དྲུག་པོ་གང་རུང་ཡིན་པའི་ཕྱིར། གཞན་ཡང། འདིར། ནང་གི་ཡིན་མིན་ནི་ཡུལ་ཅན་ཡིན་མིན་གྱི་སྒོ་ནས། ཡུལ་ཅན་ཡིན་མིན་གྱི། སྒོ་ནས་འཇོག་པས། གཟུགས་སྒྲ་རི་རོ་རེག་བྱ་རྣམས་ཡུལ་ཅན་མ་ཡིན་པའི་ཕྱི་ཡི་སྐྱེ་མཆེད་ཁོ་ན་ཡིན་པའི་ཕྱིར། དེ་ལྟར་ཡིན་པ་ཡང་ད་པན་ཆེན་སུ་ན་གྲགས་པས་དེ་འདྲ་ཞིག་གསུངས་འདུག་བ། པན་ཆེན་སུ་ན་གྲགས་པ་མཆོག་གིས་མཛད་པའི་གནས་དང་པོའི། མཛོད་ཤེས་བྱ་རབ་གསལ་ལས། དམིགས་པ་ཡུལ་གྱི་ཁམས་དྲུག་མ་གཏོགས་པས་རྟའི་དབང་པོའི་ཁམས་དྲུག་དང་བརྟན་པ་རྣམ་ཤེས་ཀྱི་ཁམས་དྲུག་དང་ཆོས་ཀྱི་ཁམས་ཀྱི་ཕྱོགས་གཅིག་གསུངས་བཞག། མཚུངས་ལྡན་འདུ་བྱེད་རྣམས། འོ་ད་དེ་རེད། ག་རེ་སོ་ཡ། ནང་གི་ཁམས་དེ་ལ་ག་རེ་བྱ་དོ། སྟེང་དབང་པོའི་ཁམས་དྲུག་དང་བརྟེན་པ་རྣམ་ཤེས་ཀྱི་ཁམས་དྲུག་བྱས། ཆོས་ཀྱི་ཁམས་ཀྱི་ཕྱོགས་གཅིག་མཚུངས་ལྡན་འདུ་བྱེད་རྣམས་ནང་གི་ཁམས་དང། གཟུགས་སོགས་ཕྱི་ཡི་ཁམས་སུ་འདོད་པའི་ཕྱིར་རོ་གསུངས་ཤ་སྟག་གཟུགས་སོགས་ལ་ཕྱི་ཡི་ཁམས་ཡིན་པས་ཁྱབ་གསུངས་ཤ། ཞེས། ཆོས་ཀྱི་ཁམས་མཚུངས་ལྡན་རྣམས་ནང་གི་ཁམས་སུ་འཇོག་ཅིང།

ད་འོ་ན་ཏག་ཏག་རེད་ད་འདི་ཞིག་འདི་བཞག་ད་ཡག་ད་འོ་ན་ཁྱོད་ད་ལྟ། ཤེས་བྱ་རབ་གསལ་སྣང་ཞེན་ཆེ་རུ་བ་ད་མཚུངས་ལྡན་འདི་ཁྱོད་ཀྱི་ནང་གི་ཁམས་ཡིན་པ་དག། ཨོ་ཡ། ནང་གི་ཁམས་ཡིན་ན་དེ་ཁྱོད་ཀྱི་ཡ། ནང་གི་སྐྱེ་འཆི་ཡིན་པ་དག། ནང་གི་ཁམས་ཡ་ནང་གི་སྐྱེ་འཆི་ཡ་ཡིན་པ་དག། དེ་ཁམས་བཅོ་བརྒྱད་ཀྱི་ནང་ནས་ནང་གི་ཁམས་ཕྱི་ནང་ཁམས་རྩིས་ཡོད་དུས་དམིགས་པ། རྟེན་དབང་པོའི་ཁམས་དྲུག་དང་བརྟེན་པ་རྣམ་ཤེས་ཀྱི་ཁམས་དྲུག་ལ་ནང་གི་ཁམས། རེད་བ། གཟུགས་སོགས་དྲུག་པོ་དེ་ལ་ཕྱི་ཡི་ཁམས་དེ་འདྲས་ཤར་རྒྱུ་མ་ཡིན་པ་དག་ཟེར་ན། ཨ་དེ་འདྲས་ཡིན་ན་ཚ། དེ་ཡིན་ན་ཚ་བྱས་ཙང་ནང་གི་ཁམས་ཡིན་ན་བརྟེན་པ་རྣམ་ཤེས་ཀྱི་ཁམས་དྲུག་དང་ཟེར་བ། སྟེང་དབང་པོའི་ཁམས་དྲུག་པོ་གང་རུང་ཡིན་པའི་ཁྱ་བ་དག་ཟེར། ཨ། དེ་མ་ཁྱབ་ན་ཨ་ནི་ཁམས་བཅོ་བརྒྱད་མ་མིང་བཏགས་ཡོད་དུས་དེ་ལྟ་སྟངས་དེ་ག་རེ་ཟེར།

གར་སོ་སོ་ཡ། ཆོས་ཀྱི་ཁམས་ཕྱོགས་གཅིག་མཚུངས་ལྡན་གྱི་ཁམས་ན་ནང་གི་ཁམས་དང་གཟུགས་སོགས་ཕྱིའི་ཁམས་སུ་འདོད་ཕྱིར་ཞེས་གསུངས་པའི་ཕྱིར་ཡ། ཆོས་ཀྱི་ཁམས་དེ་ལ་གཉིས་ཕྱེད་གསུངས། མཚུངས་ལྡན་དུ་གཅིག་དང་མཚུངས་ལྡན་མ་ཡིན་པ་གཉིས་ཕྱེད་ནས་མཚུངས་ལྡན་གྱི་ཁམས་རྣམས་གར་རེ་སོ་ཡ། ནང་གི་ཁམས་དང་ཟེར་བ་ནི་འོ་རེད་མཚུངས་ལྡན་མ་ཡིན་པའི་འདུ་བྱེད་ཀྱི་ཕུང་པོ་རྣམས་ཕྱིའི་ཁམས་སུ་འདོད་པའི་ཕྱིར་སོགས་གསུངས།

དེ་ཡིན་ཏེ་ཁམས་བཅོ་བརྒྱད་ལས། ནི་གར་སིགས་སོ། མི་ཤིས་དབང་བཞི།